བོན་གྱི་ཡིན་མཚུངས་མེད་རིགས་བྱེད་འཕར་ལས། བྱ་ལྷ་དབར་ཆའི་གེ་ཁོད་དེ་སྤྲུལ་བ་འཁོར་མོ་འབྲོང་དུ་བཀྲི། ཁྲོ་འཆུའི་དབར་གྱི་གཡོག་པོ་ལ་གནམ་ས་དབར་གྱི་ར་མི་བྱེད་ར་ལ་དབར་གྱི་ཐུགས་གཟེར་འགྲོ། མི་པ་འཕྲོ་ཆུའི་འབའ་རྒོད་འདྲི་མི་ལ་སྐར་མའི་མདའ་གཟེར་འགྲོ། ང་སྐད་གྲོགས་པོ་འབྲུག་རིམ་ཆེམས་མཁའ་རླུང་གཡོ་ཡུལ་ན་བུན་འཐུལ། ཁ་ཆུ་དབར་གྱི་སེར་ཆེན་འབབ་སྤུ་ནི་ཚ་ཚ་སྐ་ལྟར་འཁྲུག་བོང་ནི་མི་ལུས་འཚུད་པ་འདྲ། ཞོ་རྩི་དབལ་གྱི་སྨན་རིམ་འབར། སྔ་མ་ཅུང་ལོ་སྟོང་གསུམ་འཁྲིལ་ཞེས་མགྲོན་ཁང་པས་བསྟོད་ཚིག་འདི་ལྟར་ཞིག་བཀོད་ཡོད། འོ་ན་མདོ་དབུས་མཐོ་སྒང་དུ་འགྲོ་བ་མི་ཡིས་མགྲོན་འདི་གཞུང་བཤད་ཚུལ་དེ་ཅི་འདྲ་ཡིན་རྒྱུ་རེད་ཟེར་ན། ཐེངས་འདིའི་མཁན་སྤྲུལ་སྒྲོལ་མའི་ལས་མཚོན་དུ་བོད་རང་སྐྱོང་ལྗོངས་ཞིང་འབྲོག་ཚན་རིག་ཁང་གི་ཞིབ་འཇུག་པ་དགོངས་བཞེད་དཔའ་མཁར་རྒྱལ་ལགས་ཀྱིས། མདོ་དབྱིན་མཐོ་སྒང་གི་ཤེལ་ཁམས་སྲུང་གཞུང་གི་མི་འབྲེལ་མཆན་འཕྲིན་ལས་སྒྲུང་མདོ་གཞུང་སྐོར་མཆན་འཕྲིན་གནང་རྒྱུ་ཡིན་པས་སྐུ་ཉིད་ཀྱིས་དུས་ཐོག་ཏུ་གསན་གཟིགས་གནང་བར་དགའ་བསུ་ཞུ། ཨོ་རྣམ་པ་ལྷན་གྱི་སྐུ་ཁམས་བཟང། ད་དེ་རིང་ང་ཚོ། རི་བོ་ཧི་མ་ལ་ཡ་གི་རི་རྒྱུད་ཀྱི་སྒྲུང་དགུ་སྡེ། མཁའ་འགྲེལ་བཅུ་བཞིའི་དུས་ཀྱི། དགོ་བཤིག་ཆག་ཡག། ད་ལོ་རྒྱུས་དེ་ཞིག་ལབ་གི་ཡིན་ངས་འདི་ལ་འབྲོང་གི་འདི་ལྗོངས་ལོ་རྒྱུས་སི་འདི་འདྲ་གི་ཐ་སྙད་ཅིག་བེད་སྤྱོད་བཏང་ཡོད། སྤྱིར་བཏང་ཡིན་ན་ད་འབྲོང་དེ་ད་སྤྱིར་བཏང་འབྲོག་པའི་དམ་པའི་ནང་ན་འབྲོང་བྲེ་སར་སྒོ་ཟོག་མི་ཉན་ཀྱང་ཁ་ཁར་ལོ་རྟགས་མི་ཡོང་ཟེར་གི་རེད། དེའི་རྒྱུ་མཚན་དེ་ག་རེད་ཟེར་དུས་དམ་པ་འབྲོང་ཟེར་བ་དེ་དུས་ཀྱི་ལྗོངས་ཀྱི་སྒོ་ཕྱུགས་ཆགས་ཡ་དེ་ཁག་པོ་རེད། ད་ནང་བཞིན་གྱི་རྐྱང་ཁ་ཁར་དེ་ཁོ་རང་འདིད་ཀྱི་ལྗོངས་ཀྱི་རྟ་ཕོ་ཆགས་ཡ་དེ་དཀའ་ལས་ཁ་པོ་བྱེད་པོ་རེད་ཟེར་གྱི་ཡོད་རེད། སྤྱིར་བཏང་དེ་འདྲ་དེ་ཟེར་གྱི་ཡོད་རེད་ད་ཡིན་ན་ཡང་ད་ང་ཚོ་གི་ཕ་མེས་ཡང་མེས། བློ་གྲོས་ཀྱི་རྩལ་ཆེན་པོ་ཡོད་པ། དེ་དག་ཐམས་ཅད་ཀྱི་ད་རུ་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་འབྲོང་རྒོད་པོ་དེ་ཚོའི་དུས་ཀྱི་རྒོད་བཤིག་ཅིག་བཏང་ཡོད་རེད། ད་དེ་ལ་མ་མཐའ་ཡང་ངས་ཟེར་གྱི་ཡོད་ལོ་ངོ་སྟོང་ཕྲག་ལྔ་དྲུག་གི་ལོ་རྒྱུས་དགོས་ཀྱི་རེད་ཟེར། ལོ་རྒྱུས་གློ་བུར་དུ་ཧོབ་ཏུ་བ། འབྲོང་དེ་དུས་ཀྱི་རྒོད་བཤིག་བྱ་དགོས་ཟེར་ན་དཀའ་ལས་ཁ་པོ་བྱེད་གནང་གྱི་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་འབྲོང་དེའི་གཤིས་ཀ་དེ་མཁྲེགས་པོ་རེད། ང་རྒྱལ་ཆེན་པོ་རེད་སྤོབས་པ་ཆེན་པོ་རེད་ཁོ་རང་ལམ་སང་ལམ་སང་འདི་གྱིས་རྒྱང་གྱིས་གོ་བཤིག་ཆགས་ཡ་དེ་དཀའ་ལས་ཁ་པོ་རེད་ད་ངས་གོང་ནས་བཤད་གི་ཡོད་འདི་ཟེར་ཡ་དེ་སྦྱོང་ཟེར་ཡ་དེ་འདི་བ་ཙམ་གྱིས་སྦྱོང་ཐུབ་གི་མ་རེད་དེའི་སྟབས་ཀྱི་ད་ང་ཚོ་གི་གོ་བཤིག་གི་ལོ་རྒྱུས་དེ་ངས་རིམ་པ་གསུམ་བཤད་ཡོང་ཨ་འབྲོང་རྒོད་རི་དྭགས་རྒྱབ་ནས་གསོད་པ་གི་རི་དྭགས་གི་དུས་སྐབས་ཤིག་ཟེར། དེ་རི་དྭགས་དེ་བརྒྱབ་རྗེས་ལོ་མང་པོ་རི་དྭགས་བརྒྱབ་རྗེས་རི་དྭགས་ཟ་རྗེས་དེ་འདྲ་བྱས་རྗེས་ད་འབྲོང་གི་ནང་གི་དེ་ཟིག་གཉོམ་ཆུང་དུ་སུ་གཡང་དྭགས་ཆགས་པ་རེད་གཡང་དྭགས་ཀྱི་དུས་སྐབས་སུ་འབྲོང་ཚ་བདུད་རྒྱང་གི་དུས་སྐབས་སུ་ད་འབྲོང་ཚ་ཟས་དེ་དེང་སང་ནང་ཀ་ད་དེ་རིང་ནང་ཀ་ང་ཚོ་གི་འབྲོང་ཚ་ཟས་དེ་ང་ཚོ་ཕྱུགས་ལས་ཀྱི་ནང་ནས་མི་མང་པོ་གི་ལང་གི་འདུག་བ་འབྲོང་ཚ་ཟས་ཨོ་དེ་འབྲོང་ཚ་ཟས་དེ་ག་རེ་ཟེར་ན་ཁོ་གཡང་དྭགས་ཀྱི་དུས་སྐབས་དེ་རེད་འབྲོང་ངོ་མ་མ་རེད་འབྲོང་གི་ཚ་བོ་རེད། བྱས་ཙང་འབྲོང་ཚ་ཟེར་གི་ཡོད་རེད་འབྲོང་ཚ་གི་དུས་སྐབས་ཅིག་ཞེས་བྱ་བ་རེད་དེ་ནི་འབྲི་གཡག་གི་དུས་སྐབས་རེད། སྒོ་ཕྱུགས་ཀྱི་དུས་སྐབས་འབྲི་གཡག་འདི་སྦྱོང་བྱེད་ཀྱི་འོ་དེ་འདྲ་གི་རིམ་པ་གསུམ་དེ་ད་ངའི། ཕྱུགས་ལུག་གི་ལོ་རྒྱུས་དེ་གར་བྱ་ད་འདའི་ཆི་ཁར་ཟེར་ན་ང་ཚོ་རྒྱལ་རབས་ལོ་རྒྱུས་ཆེམ་སྦྱོང་ལ་སོགས་པ་གི་མཚོན་པའི་ཡིག་ཚང་གི་ནང་ན་ཡོད་པ་དེ་འདྲ་མ་རེད། ད་ང་ཚོ་གི་ལོ་མང་པོ་ལ་ད་རུ་ཧི་མ་ལ་ཡའི་རི་རྒྱུད་འདི་གི་བཟོ་ཞིང་ལས་དང་ཕྱུགས་ལུག་འདི། ཞིབ་འཇུག་བྱས་རྗེས་ད་རིམ་པ་གསུམ་གཅིག་བྱས་ཡོད་རེད་ད་དེ་རེད། རི་དྭགས་རྒྱག་པའི་དུས་སྐབས་དེ་ད་འགྲོ་བ་མིའི་རིགས་ཀས་མ་ཤི་ནས་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་དེ་ཁོ་རང་རི་དྭགས་རྒྱག་པའི་དུས་སྐབས་ནས་འགོ་བརྩམས་པ་རེད་འཚོ་བ་རོལ་བ་དེ་ད་མང་པོ་གི་ཧ་གོ་བ་ནང་བཞིན་ད་འཛམ་བུ་གླིང་གི་འགྲོ་བ་མིའི་རིགས་འདི་ས་བཅག་པའི་དུས་སྐབས་ནས་བཟུང་སྟེ་ཁོ་རང་འཚོ་གནས་རོལ་དགོས་ཀྱི་རེད། ལྷོ་སྣེ་གི་ཆེད་དུ་ཁར་སོན་ན་ད་རང་བྱུང་ཁམས་ཆེན་པོའི་ནང་ལ་ཡོད་པ་གི་གཅན་གཟན་དང་རི་དྭགས་ལ་སོགས་པ། རྫོང་གི་འདབ་ཆགས་དང་སྡེར་ཆགས་ལ་སོགས་པ་གི་མཚོན་པའི་རི་དྭགས་མང་བོ་ཟིག་ཁོ་རང་འདམ་བསྲེས་བྱས་རྗེས་ད་ཁོ་རང་བསད་དགོས་གི་ཡོད་རེད་དེའི་མན་ལ་སྔོན་ལས་གི་དུས་སྐབས་ཟེར་གི་རེད་ད་སྔོན་ལས་གི་དུས་སྐབས་འདི་བོད་གཅིག་པོ་མ་ཡིན་པར། རྫ་རྒྱ་དཀར་ནག་དང་ཁ་ཆེ་དབའ་བོ་ལ་སོགས་པ་གི་མཚོན་པའི་རྒྱལ་ཕྲན་མང་བོ་ཟིག་གི་རི་དྭགས་བརྒྱབ་རྗེས་ཁ་གསོ་གི་ཡོད་རེད། བྱས་ཙང་འདིའི་མིང་ལ་རི་དྭགས་རྒྱག་པའི་དུས་སྐབས་དུ་ཟེར་གི་ཡོད་རེད། ད་ང་ཚོ་བོད་ཀྱི་ལོ་རྒྱུས་ལ་ཆ་བཞག་ན། བཙུན་མོ་སན་མར་ཀར་ཀར་མགུར་གཅིག་ཡོད་རེད། ཞང་ཞུང་རྒྱལ་པོ་ལུག་མི་སྐྱ་ལ་ཁོང་མནའ་མ་བྱེད་འདིའི་བརྩམས་པ་ཁོང་གིས་མགུར་གཅིག་བཞེངས་བ་རེད། མགུར་དེའི་ནང་ལོགས་ལ་ཁ་རལ་ཟེར་བར་ཟེར་ན་འབྲོང་གསོད་ཀྱི་ཡོད་པ། མངའ་རིས་ཀྱི་ཁྱུང་ལུང་དངུལ་འཁོར་ལ་སོགས་པ་དེའི་འགྲམ་དུ་ནས་འབྲོང་བསད་ཀྱི་ཡོད་པ་གི་ལོ་རྒྱུས་གཅིག་བྲིས་བྱས་བ་རེད། སྒྲུང། སྲིད་གི་ཡོད་པ་མ་ཟད་སྒྲུང་གི་ཤ་དུ་སོགས་བགོ་བཤའ་བརྒྱབ་ཡ་གི་ལོ་རྒྱུས་དེ་འདྲ་ཞིག་ལབ་བྱ་བ་རེད། དེ་བཟོ་མཁན་སྒྲུང་གི་ད་རི་དྭགས་རྒྱག་པའི་དུས་སྐབས་དེ་རེད་རི་དྭགས། སྒྲུང་རི་དྭགས་གསོད་པའི་དུས་སྐབས་དེ། དེ་མ་ཟོས་ང་ཚོ་ད་སྟོད་མངའ་རིས་སྐོར་གསུམ་ལ་ཡིན་ངེས་བརྟག་དཔྱད་བྱེད་དུས་བསམ་པ་རི་ཐོག་གི་བྲག་སྐས་མང་པོ་ཡོད་རེད་ད་རི་ཐོག་ཟེར་ན། ད་བྲག་སྐས་གི་ཕ་ཡུལ་དྲི་བ་འོ་དེ་ན་ག་རེ་རེད་ཟེར་ན་ད། བྲག་སྐས་གི་རི་མོ་དེའི་སྒང་ལ་ག་རེ་ཟེར་ན་སྒྲུང་དེ་སྲིད་གི་ཡོད་རེད། རི་དྭགས་རྒྱབ་ཀྱི་ཡོད། ད་མི་ཡིས་ལྔ་བཅུ་དྲུག་བཅུ་གི་མཐའ་བསྐོར། ལག་པ། ཕུབ་བཟུང། རྡོའུ་ལ་ལ་སོགས་པ་བཟུང་རྗེས་འབྲོང་དེ་བསད་ཀྱི་ཡོད། འབྲོང་བཟི་བསད་དེ་བཟུང་རྒྱུ་ནི་ད་དམིགས་བསལ་གྱི་ཐ་སྙད་རེད། སྒོ་ཕྱུགས་ཀྱི་ལོ་རྒྱུས་ཀྱི་ནང་ནས་བཟི་བསད་དེ་བྱི་ཡིས་བསད་དེ། དེ་ཚོ་དམིགས་བསལ་རེད། ད་མདོ་གི་འབྲོག་ཕྱོགས་མང་བོ་ཅིག་གི་ད་འབྲོག་ཕྱོགས་མང་ཆེ་བ་གི་ས་ཁུལ་ནས་ལུག་བྱི་ནོར་བྱི་ཡིས་བསད་ཀྱི་རེད། སྒྲུང་ལ་བྱིས་ཟེར་བའི་ཐ་སྙད་དེ་འཇིག་གི་མ་རེད། ཟེར། རི་དྭགས་གསོད་གི་ཡོད་རེད། རི་དྭགས་རྒྱག་པའི་དུས་སྐབས་དེ་ག་རེ་རེད་ཟེར་དུས་བསམ་པ་ད་ང་ཚོ་སྒྲུང་ཡིན་ན་རེད་སྒྲུང་ངེས་མེད་དུ་གསོད་གི་ཡོད་རེད། དམིགས་ཡུལ་མེད་པའི་སྒོ་ནས། ཟེར། སྲིད་ཐུབ་ཚུལ་ཙིག་ཟེར་གི་ཡོད་རེད། སྤྱིར་བཏང་ཡིན་ན་དགོ་བཤིག་གི་དུས་སྐབས་དེ་ག་རེ་རེད་ཟེར་དུས་བསམ་པ་ང་ཚོ་འོ་འདི་བཤག་གི་ཡིན་འདི་ཚོམ་བུ་འདུག་འདི་བཤག་མིན་འདུག་འོ་འདི་འདྲ་ཟེར་གི་རེད་སྒྲུང་ལ་དེ་འདྲ་ཟེར་དགོས་བ་མ་རེད། འབྲོང་ཟ་བའི་དུས་སྐབས་དེ་སུ་ཐུབ་ན་ཡག་ཤོས་རེད་ད། ཟས་རྗེས་ཡང་ད་ག་རེ་རེད་ཟེར་ན་འབྲོང་དེ་སོ་དུས་རྩམ་པ་ད་ཚོགས་པ་མང་བོ་མི་ཡི་ཚོགས་པ་མང་བོ་ཡོད་རེད། ཨ། འབྲོང་དེ་ཁོ་རང་ཐོག་དང་པོ་ཟ་དུས་རྩམ་པ་ད་འབྲོང་དེ་ཨ་བཟོ་དངོས་ལས་བྱེད་དུས་རྩམ་པ་ས་ཆ་ཅིག་འདེམས་དགོས་ཀྱི་རེད། ས་སྐྱ་དེ་ཁ་འདྲ་རེད་ཟེར་དུས་ཚངས་པ། ད། རི། ལུང། ལུང། ལུང་པ། ཁུ་བྱུག། དེ་འདྲ་ལུང་པ་དེ་འདྲ། ཨ་འདི་ས་ན་བྲག་ཡོད་འདི་ས་ན་བྲག་ཡོད་འདི་ན་གཞུང་ཡོད། ཨོ་དེ་འདྲ་གི་བར་ར་བྱུག། དེ་ནས། ད་བུ་མོ་དེ་ཚོ། བཤད་གྲྭ་ཨ་ཟུང་གིས་ཁོ་རང་སྟོབས་ཤུགས་དང་སྙིང་སྟོབས་བཤད་གྲྭ་ཡོད་བ་མ་རེད་མ་གཞི་ནས་བུ་མོ་གི་རིགས་འདི་ཁར་ཚིག་ན་ད་ཉོམ་ཆུང་གི་རིགས་རེད། ཁོ་རང་གི་སྐད་ལ་སོགས་པ་གང་ལ་བལྟས་ན་ད་སྔོན་མའི་ལོ་རྒྱུས་ཀྱི་དུས་སྐབས་ཟེར་གི་ཡོད་ད། འོ་དེའི་སྐབས་སུ་ག་རེ་རེད་ཟེར་དུས་ད་བ་ད་ཕོ་མོ་དེ་ཚོ་ཡར་བཞུགས་གི། ཕུ་དེ་བཤགས། ཕུ་དེ་བཤགས་ཀྱིས་སྐད་བརྒྱབ་དགོས་རེད། ད་ལྕགས་ལག་འདྲ་མི་འདྲ་ཡར་བཤགས་ཀྱིས་འབྲོང་དེ་དཀྲོག་དགོས་རེད། དེ་ནས་ད་བཞུགས་གི་མཐའ་གཉིས་སུ་ག་རེ་རེད་ཟེར་ན་ད། ཡང་མིའི་དད་གཟུགས་ད་བུ་གི་ཕུ་གི་ནང་ནས་སྟོབས་ཤུགས་མེད་རྒྱུ་སྙིང་སྟོབས་མེད་རྒྱུ་དེ་ཚོ་སྒྲིག་བཞག་རེད། ད་མར་འགག་འགག་འདུག་དེ་ལ་ད་མིའི་སྟོབས་ཆེན་པོ། སྙིང་སྟོབས་ཆེན་པོ་ཅིག་བྱའོ། ཤ་དུས་ཚངས་པ་དག་ཁོག་རྡོ་ཡིས་བསྒོ་བར་རྦབ་ཀྱིས་བསྒོ་རོ། བྱས་ཙང་འབྲོང་རྐྱེན་ནང་ལ་བཅུག་རྗེས་འོ་དེ་འདྲ་ཞིག་བསད་དགོས་ཡོད། འབྲོང་གི་བསད་སྟངས་ཤིག་དེ་རེད་འབྲོང་རྔོན་ལས་ཀྱི་དུས་སྐབས་དེ། དེའི་ལྟ་བ་གི་ད་འབྲོང་གསོད་པའི་རྣམ་པ། ནང་དོན། བརྗོད་བྱ་ལ་སོགས་པ་དེ་གར་ཟེར་ན་ང་ཚོ་སྔ་རྗེས་རི་ཐོག་གི། ད་མཐའ་ཁམས་པ་གི་བྲག་སྐས་ན་རེད། ད་ནང་བཞིན་གྱི་སྒོ་ར་གི་བྲག་སྐས་ན་རེད། བྲག་སྐས་མང་པོ་ཞིག་གི་བྲག་སྐས་རི་མོ་མང་པོ་ཞིག་གི་ནང་ནས། འབྲོང་ས་ཡ་དེ་སླེབས་ཀྱི་རེད་ད་མ་གཞི་ནས་ངས་དེ་འདྲ་ཟེར་གྱི་ཡོད་ང་རིག་གི། ད་གཟོ། བྲག་སྐད་དུ་སོགས་ཀྱི་བརྗོད་བྱ་དེ་ཚོ་ག་རེ་བྱས་ན་སྔོན་མ། ཤིག་ལས་ཀྱི་ལོ་རྒྱུས་རེད་ཟེར། ཞང་ལས་དང་ཤིག་ལས་གཉིས་ཀྱི་ནང་གི་ཤིག་ལས་ལྟར་བའི་ལོ་རྒྱུས་དེ་རེད་ཟེར། བྲག་སྐད་མང་པོ་ཞིག་གི་ནང་ལ། ཤ་ཡོང་གི་འདུག་གཡག་ཡོང་གི་འདུག་འབྲོང་ཡོང་གི་འདུག་ཨོ་ད་འདྲ་ཅི་དེ་བརྩམས་པ་ད་ཁོ་ག་རེ་རེད་ཟེར་དེ་བརྩམས་པ་དེ་ང་ཚོ་གི་ཤིག་ལིས་གི་ལོ་རྒྱུས་མཚོན་པའི་བརྗོད་བྱ་རེད་མ་གཏོགས་གཞན་དག་ཅིག་ཅིག་ག་མ་རེད་ཟེར་གི་ཡོད་ད་གལ་ཏེ་མདོ་དབུས་མཐོ་སྒང་གི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཤིག་ལིས་གི་ལོ་རྒྱུས་ཆ་ཚང་ཅིག་ཧ་གོ་སོང་ན་ད་སྔར་ཡོད་ཀྱི་བྲག་སྐས་ཀྱི་རི་མོ་དེ་ཚོ་གི་ནང་དོན་དེ་ཆ་ཚང་ཟིག་ང་ཚོ་འགྲེལ་བཤད་རྒྱག་ཐུབ་གི་རེད་ད་མདོར་ན་ག་རེ་རེད་ཟེར་ན་དེ་རང་བཤད་ཡག་གི་ང་ཚོ་སྒྲུང་གི་སྔོན་ལུས་ཀྱི་དུས་སྐབས་མང་བོ་ཟིག་ད། དེ་དག་གི་བྲག་དཀྱིལ་དུ་སོང་ན་ཤར་ཡོང་གི་རེད། དེ་ཞིག་རེད། གཉིས། གནའ་བོའི་དུས་སུ། འབྲོང་དེས་གསོད་དུས་རྩམ་པ། འབྲོང་གསོད་མཁན་གཙོ་བོ་དེ་ལ། ཤ་བགོ་བཤའ་བརྒྱབ་དུས་རྩམ་པ་ཤ་ཡག་པོ་དེ་སྤྲད་དགོས་ཡོད་རེད། འབྲོང་གསོད་མཁན་གྱི་གཙོ་བོ་དེ་ལ་ཁ་བཤད་ན་ཤ་གི་ནང་གི་ཤ་ཡག་ཤོས། ཤ་མང་ཤོས། དེ་འདྲ་སྤྲད་གི་རེད། དེ་ནས་དེས་གི་རམ་འདེགས་བྱས་རྗེས་གཟུང་རྒྱུ་ན་བདག་གི་ཡག་པོ་བྱེད་གྲ་མེད་འབྲོང་ལས་གྲ་གསོད་མ་ཐུབ་པ་དེ་ཚོ་མི་ཁ་ཤི་ལ་ཁར་སེ་ན་ལོ་དང་རྒྱུ་མ་ལ་སོགས་པ་དེ་འདྲ་སྤྲད་གི་རེད། ཁ་ཤི་ལ་ཁར་སེ་ན་སུག་པ་སྤྲད་གི་རེད། ཤ་ཤེད་གྲ་ཡོད་བ་མ་རོ་འོ་དེའི་སྒང་ནས་ཁར་སེ་ན་ད་སྔོན་ལས་གི་དུས་སྐབས་ནས་གྲལ་རིམ་དམིགས་བསལ་བ་ཟིག་ཡོང་གི་རེད་དེ་ད་ཁར་སེ་ན་འབྲོང་གི་རི་དྭགས་གི་གཟུགས་རྒྱག་པའི་དུས་སྐབས་དེ་རེད། ཤེས་སྟོང་གི་ཆ་ནས་འབྲོང་རྒས་སྒོ་ཤུད་ལ་འཕགས་པའི་ལོ་རྒྱུས་ལ་རིམ་པ་གསུམ་ཡོད་དེ། རི་དྭགས་ཀྱི་དུས་སྐབས་སམ་སྔོན་ལས་ཀྱི་དུས་སྐབས་དང། འབྲོང་གི་ནང་ནས་ཉམ་ཆུང་གི་རིགས་གཡུང་ལ་འཕགས་པའི་འབྲོང་ཚ་འདིར་བྱུང་གི་དུས་སྐབས་སམ་གཡུང་རྟོག་གི་དུས་སྐབས། སྒོ་ཤུད་འབྲི་གཡག་གི་དུས་སྐབས་བཅས་གསུམ་ཡོད་པ་ལས། འབྲོང་རྒས་རི་དྭགས་རྒྱབ་ནས་གསོས་པའི་རི་དྭགས་ཀྱི་དུས་སྐབས་དེ་མངའ་རིས་རི་ཐུག་གི་བྲག་གི་སོ་ལས། ཡོངས་སུ་ཚོལ་ཡོད། འོ་ན་འབྲོང་གི་ནང་ནས་ཉམ་ཆུང་གི་རིགས་གཡུང་དྭགས་ལ་འཕགས་པའི་དུས་རིམ་དང་སྒོ་ཕྱུགས་ཀྱི་དུས་རིམ་དེ་ཅི་འདྲ་ཡིན་གྱི་རེད་ཟེར་ན།
དེ་འདྲ་ཁྱེད་ཀྱིས་རི་དྭགས་བརྒྱ་བརྒྱའི་ལོ། ད་ཕ་ཁྱེར་སྟོང་ཚོ་གཉིས་དེ་འདྲ་ཟིག་གི་རྗེས་སུ། ད་ག་འདྲ་ཡོང་བ་རེད་ཟེར་ནས་བརྩམས་པ། ད་འབྲོང་གི་ནང་གི་ལས་ཟིག་ཉམ་ཆུང། དེ་འདྲ་ཨ་ཟོ་ཁོ་རང་ཨ་ཟོ་འགྲོ་མ་ཐུབ་པ། འགོག་རྒོལ་བྱེད་མ་ཐུབ་པ་དེ་ཚོ་ལ་ཁ་རུ་ཚིག་ན་ཐག་པ་འདྲ་རྒྱུ། སྐེ་ལ་ཐག་པ་རྒྱུ་ཞོན། འོ་དེ་འདྲ་བྱས་རྗེས་ཡོངས་གྲགས་ཀྱི་དུས་སྐབས་ཟིག་སླེབས་པ་རེད། ད་ཡོངས་གྲགས་ཀྱི་དུས་སྐབས་འདི་ཁ་རུ་ཚིག་ན། ཕར། རི་དྭགས་ཀྱི་ནང་ཡང་མ་སོང། ཚུར་སྒོ་ཕྱུགས་ཀྱི་ནང་ཡང་མ་ཡོང། དེའི་བར་མཚམས་དུ་བ་ལ། བར་བརྒལ་གི་བར་བརྒལ་གི་ཟོ་དུས་སྐབས་ཤིག་རེད། འདིའི་སྐབས་སུ་ད་ད་འབྲོང་ཚ་ཟེར་བ་འདྲ་བོ་ལུག་ཚ་ཟེར་བ་འདྲ་བོ། དེ་འདྲ་སྒོ་ཚ་ཟེར་བ་འདྲ་བོ་ཚ་མང་པོ་ཟོས་ཡོང་གི་རེད། ད་འདི་ཚ་འདི་ལ་འགྲེལ་བཤད་རྒྱག་སྟངས་དེ་ག་རེ་ཟེར་ན་ང་རིས་ད་ངུ་ཚོ་ང་རིས་སྐོར་གསུམ་ལ་བརྟག་དཔྱད་བྱས་གོ་རིམ་གི་ཁྲོད་ནས་ད་ང་རིས་གི་ག་བུ་དེ་ཚོ་འབྲོང་ཚ་ཟེར་ན་ག་རེ་ཟེར་གི་ཡོད་ཟེར་སྐད་ཆ་དྲིས་དུས་ཁོ་ཚོ་ཡང་ཚ་བོ་གི་འགྲེལ་བཤད་དེ་རྒྱབ་གི་མི་འདུག། འབྲོང་རྩ་རེད། རྩ་ཟེར་ན་རྩ་བ་གི་རྩ་སྟེ། འབྲོང་རྩ་བ་བྱས་རྗེས་ད་ཁོ་རང་འགྱུར་ཡོང་རྗེས་ད་ཡོང་བ་རེད་དེ་ལྟ་བུ་ད་ཁོ་འབྲོང་རྩ་ཟེར་བ་རེད་ཟེར་དེ་འདྲ་ཡང་བཤད་ཀྱི་འདུག་ད། ང་ཚོ་གི་མདོ་སྨིག་གི་ས་ཆ་ནི་ཁར་ཟེར་ན་འབྲོང་ཚ་ཟེར་གྱི་རེད། འབྲོང་གི་ཚ་བོ་ཡིན་ཟེར་ཚ་བོ་ཡིན་ཟེར་ན་ངོ་མ་ཡིན་ཟེར་གི་མ་རེད། འབྲོང་ཚ་ལུག་ཚ་སྒོ་ཚ་ལ་སོགས་པ་ཚ་མང་པོ་ཡོད་པ་འོ་དེའི་དུས་སྐབས་དེ་གཡུང་དྭགས་ཀྱི་དུས་སྐབས་རེད། གཡུང་ལ་དྭགས་པ་ཙམ་རེད། ད་ཡང་དག་སེ་དུས་བརྩམས་པ་ཚིག་མཛོད་པོད་མང་བོ་གི་ནང་ན་སྒོ་བཤིག་ཀྱི་དོན་ཡིན་ཟེར་དེ་ནོར་རེད། སྒོ་བཤིག་ངོ་མ་མ་རེད་ཁོ། སྒོ་བཤིག་དང་རི་དྭགས་གཉིས་པོ་གི་བར་གུག་གི་དུས་སྐབས་དེ་རེད་བར་གུག་གི་དུས་སྐབས་ཟེར་ན། དེ་ཕར། རི་དྭགས་ངོ་མ་གི་ནང་ཡང་མ་སོང་ཚུར་སྒོ་བཤིག་ངོ་མ་གི་ནང་ཡང་ཡོང་མ་ཐུབ། འོ་དེའི་སྐབས་ཀྱི། དུས་མིན་ལ་ཁ་སང་ན་ཡང་དག་གི་དུས་སྐབས་ཟེར་གི་ཡོད་རེད། ད་ཡང་དག་གི་དུས་སྐབས་དེ་ཡང། དམིགས་སུས་ཀྱི་བཟོ་རྒྱུ་ནི་བཤིག་ལས་གི། ཁོ་རང་འཕེལ་རིམ་གྱི། ད་བཟོ་བའི་ཁར་སེ་གོར་གོ། བརྒྱུད་རིམ་གལ་ཆེན་པོ་ཞིག་རེད། ཨ་ད་རི་དྭགས་རྒྱག་པའི་དུས་སྐབས་དེ་ད་འབྲོག་ལས་ཀྱི་རྩ་བ་ཆེ། དེ་ནས་གཡང་བདག་གི་དུས་སྐབས་དེ་འབྲོག་ལས་ཀྱི་རྒྱུད་པ་ཆེ། ཚུར་རྒྱུད་ཡོང་རྒྱུ་གི་གོ་རིམ་ཆེ། དེ་འདྲ་རེད། དུས་རྟག་གི་ད་འབྲོང་རྩ་ཟེར་དེ། གི་ང་ཚོ་གི་བཟོ་འབྲོང་ཚ་རེད་འབྲོང་རྩ་རེད། དེ་བཟོ་བྱེད་སྟངས་གཉིས་བྱུང་བ་རེད། ད་འདས་འགྲིག་གི་འདས་མི་འགྲིག་ཟེར་དེ་འདྲ་ཡོད་མ་དེ་བྱེད་སྟངས་ནི་བྱེད་སྟངས་རང་རེད། ད་ད་དུང་ཡང་ཡི་གེ་རྙིང་པ་གི་ནང་ནས་འབྲོང་ཚ་ཟེར་དེ་ཡོང་གི་འདུག་སྤང་རི་འབྲོང་རྩ་ཅན་ལ་ཟེར་དུ། འབྲོང་ཚ་དེ་ཚ་ཟིག་ཚ་ཚ་རྐྱང་དེ་ཡོང་གི་འདུག་དེའི་སྟབས་ཀྱིས་འདི་སྒོ་ཕྱུགས་ད་གར་སི་འདི་ལྗོངས་ཀྱི་བར་སྐབས་ཀྱི་གནས་སྐབས་དང་པོ་ཟེར་ནས་འདིའི་སྐབས་སུ་ད་ཡང་ཕྱིའི་ས་ཡ་འདྲ་བོ་དེ་འདྲ་རྩ་བ་ཉིད་ནས་ཡོང་ཐུབ་གི་ཡོད་མ་རེད་ད་ཨ་དེའི་གཟུགས་འགྱུར་ན་ཅིག་ཕྱིའི་སོང་ཉིག་ཕྱིའི་རུས་པ་དེ་ལ་སོགས་པ་ལན་ཨ་དེ་འདྲ་ཅིག་རྒྱུ་མ་དེ་དེ་འདྲ་གི་གོ་རིམ་ཅིག་ཡོང་གི་ཡོད་མ་རེད་ད་འདི་སྒོ་ཕྱུགས་ཀྱི་དུས་སྐབས་ངོ་མ་དེ་མ་རེད། འོ་འདི་འདྲ་བྱས་ཀྱི་ཡོང་རྟགས་འདི་ཚོ་ད་ཡོང་རྟགས་འབྲོང་གཅིག་པོ་གིས་འཚལ་གི་མ་རེད། ཨ། འབྲོང་གི་ནང་ནས་བཟོ་གྱི་ན་ད་གི་ད་ཡོང་རྟགས་དེ་ཡོང་གི་རེད། ལུག་གི་ནང་ནས་ཡོང་རྟགས་དེ་ཡོང་གི་རེད། རྟ་གི་ནང་ནས་ར་ཡོང་རྟགས་དེ་ཡོང་གི་རེད། ད། ང་ཚོ་གཅིག་སྐད་ཆ་ཟིག་བཤད་ཡོད་པ། སྐད་ཆུམ་སྐད་ཁུ་མ་གི་ནང་ན་འབྲོང་ཕོ་མོ་དེ་ནི་གཡག་དེ་སྒྱིར་ཟེར་ཡ་འདྲ། དེ་ནས་ཤ་བོ་མོ་དེ་ནི་གཟུངས་ཀྱི་རྟ་རུ་འགྱུར་ཟེར་འདྲའོ། སངས་རྒྱས་དེ་དེ་ནི་ཁྱི་རུ་འགྱུར་ཟེར་འདྲའོ་དེ་འདྲ་ཞིག་འགྱུར་ཟེར་འདྲའོ། འོ་དེ་འགྱུར་བའི་གོ་རིམ་གྱི་མན་ལ་གར་ཟེར་ན་ཡང་དག་ཏུ་གསལ་བར་འོ་དེ་རེད་ད་ཡང་དག་གི་དུས་སྐབས་དེ་ནས་ད་ངེད་ནི་སྒོ་ཕྱུགས་ཀྱི་དུས་སྐབས་དེ་རེད། ད། ཡིན་རང་བོ་གཅིག་ལ་ལོ་ངོ་སྟོང་ཕྲག། གཉིས་དེ་འདྲ་གི་སྒང་ལ་ཡོངས་དག་གི་དུས་སྐབས་དེ་རྒྱུད་རྒྱུད་རྒྱུད་རྒྱུད་རྒྱུད་རྗེས་ད། ད་གཟོད་སྒོ་བཤིག་ཆགས་པ་རེད། ད། སྒོ་བཤིག་ཟེར་ན་ཁ་རས་བསལ་གི་ཡོད་རེད་ཟེར་ན། ད། འབྲོག་པའི་སྦྲ་གུར་གི་སྒོ་དང་ཁ་མི་འབྲེལ་བ་གི་བཤིག་དེ་ལ་སྒོ་བཤིག་ཟེར་གི་ཡོད་རེད། ད་གཡུང་ལ་ཤིའུ་ཅིག་ཕབ་བྱ་བར་འདི་སྦྱོང་ཡག་པོ་ཅིག་ཤེས་བྱ་བར་ངས་ཟེར་ན། ད་དུས་འདི་ཟེར་བ་དེ་འདུལ་བ་ཙམ་གྱིས་སྦྱོང་བ་དེ་ཡོང་གི་མི་འདུག། འདུལ་རྗེས་ད། ཁོ་རང་གི་གཤིས་ཀ་དང་སྤྱོད་ལམ་གྱི་སྒང་ལ་ཡོད་པ་གྱི་སྒོ་དབྱེ་དེ་ཚོ་ད་ཆ་ཚང་སྦྱངས་རྗེས་ད་ད་འབྲོག་པ་གྱི་སྦྲ་གུར་དང་ཁ་མི་འབྲལ་བ། འབྲོག་པ་གྱི་སྦྲ་གུར་གྱི་འདབས་དེ་ནས་ཁོ་རང་ཤི་བསྡད་རྒྱུ། ཨ་ལིག་ཡིན་ན་སྐྱིད་བསྡད་རྒྱུ། ནོར་ཡིན་ན་རི་ཏི་ནས་བསྡད་རྒྱུ་ཨོ་ཏི་གིས་གི་ཟུ་ཆག་སོང་ན་ད་གོ་བཤིག་ཟེར་གི་ཡོད་རེད། ད་གོ་བཤིག་འདས་ལ། ད། ཁྱད་ཆོས་ག་རེ་ཡོད་རེད་ཟེར་དུས་བརྩམས་པ་ནི་དོང་ཡིག་ཆ་ནང་ན་སྐད་བརྗེ་ཟུག་བྱས་ཡོད་རེད། སྣ་ལ་ཤིང་གཅིག་པ། རྒྱབ་ལ་སྒ་བཏབ་པ་ཟེར་གི་ཡོད་རེད།

ཁོ་རང་མ་བསུས་པའི་གཞིག་འོག་དེ་འདྲ་ཞིག་ཡོང་གི་ཡོད་མ་རེད། བྱས་ཙང་ད་ངས་བཤད་ན་དགོ་བཤིག་ག་དགོ་བཤིག་གི་ལོ་རྒྱུས་འདི་ལོ་ངོ་སྟོང་ཕྲག་ང་དྲུག་གི་ལོ་རྒྱུས་ཡོད་ཚེ་དེ་རེད། གཞི་བདག་གི་དུས་སྐབས་ནི་གཡང་བདག་གི་དུས་སྐབས་གཡང་བདག་གི་དུས་སྐབས་ནི་དགོ་བཤིག་གི་དུས་སྐབས། འོ་དེ་ནས་ད་དེ་རེད་ཏུང་ཧོན་ཡིག་ཆ་གི་ནང་གི། རྒྱབ་ལ་སྒ་བཏབ་པ། སྣ་ལ་ཤིང་གཅིག་པ་ཟེར་ཡག་གི་ཐ་སྙད་དེ། ཁུངས་སུ་བཟུང་རྗེས་ལུང་ཁུངས་དེ་ལ་ང་ཚོ་དབྱེ་ཞིབ་ཡག་པོ་ཅིག་བྱས་ན། ཨ་དེ་ཚོ་ག་རེ་ཟེར་གི་རེད་ཟེར་ན། ད་སྒོ་ཕྱུགས་ཀྱི་སྔོན་རྟགས་གཙོ་བོ་ཞིག་ལ་ག་རེ་རེད་ཟེར་ན། ངས་ད་ཁྱད་ཆོས་བརྒྱད་ཅིག་བརྩི་ཡོད། ཁྱད་ཆོས་བརྒྱད་དེའི་དང་བོ། སྣ་ལ་ཤིང་གཅིག་གཅིག་པ། སྣ་གི་ནང་སྣ་ཕུག་བཞི། སྤྱིར་བཏང་ཤིང་གཅིག་གཅིག་པ་དེ་ཚོ་འབྱིན་ན། སྣ་གི་ནང་སྣ་བཅུ། ད་ཨ་མདོ་ལ་སོགས་པ་དག་གི་འབྲོག་ཕྱོགས་ནས་སྣ་བཅུ་ཟེར་གི་རེད། སྣ་གི་ནང་ཤིང་གཅིག་ཡ་དེ་ག་རེ་ཟེར་ན། ཁོ་རང་གི་སྒོ་ཕྱུགས་ཆགས་པའི་རྟགས་ཡང་དག་ཅིག་རེད། ཁོ་རང་འབྲོང་ཚ་དང་འབྲོང་གི་ནགས་ཀྱི་ནང་དེ་སྤྱིར་བཏང་ཡིན་ན་འགྱིང་ན་ཤིང་གཅིག་ན་ཡང་ཁོ་བཅད་དྲུག་རེད་ད་སྒོ་བཞི་སྟེ་བསྡད་ཡོད་རོགས་ད་སྤྱིར་བཏང་ཡིན་ན་གཡག་གི་སྣ་ནང་ལ་ངས་སྣ་སྤྱི་བཞག་ན་ཁོ་རང་བསྡད་ཀྱི་རེད་ད་ང་ཚོ་གི་འབྲོག་ཕྱོགས་ཀྱི་འགྱིང་ན་འཚོ་བ་གི་ཁྲོད་ནས་འགྱིང་ན་ད་གཡག་དེ་བེད་སྤྱོད་མང་པོ་གཏང་གི་ཡོད་རོགས་འོ་དེ་ད་ག་རེ་རེད་ཟེར་ན་སྒོ་བཞི་ཆགས་པ་རོགས་སྒོ་བཞི་ཆགས་པའི་རྟགས་ཡང་དག་དེ་ག་རེ་ཟེར་ན་ཁོ་སྣ་གི་ནང་ཤིང་གཅིག་བཞི། ཕྱིར་འགྲོ་བའི་བར་ཁ་ས་སྤུ་གུ་གཅིག་ཡིན་ན་ཡང་གཡག་གི་སྣ་གི་ནང་སྣ་སྤྱི་གཅིག་དེ་ནས་སྣ་སྡིག་གིས་བཟུང་རྗེས་ཁོ་རང་ཁྲིད་སོང་ཆོག་ཆོག་རེད། སྤྱིར་བཏང་ཡིན་ན་འབྲོག་མོ་ར་དེ་དེ་ཡོང་གི་མ་རེད་སྒོ་ཕྱུགས་ཆགས་པའི་མངོན་རྟགས་ཤིག་དེ་རེད། དེ་ནས་རྒྱབ་ལ་སྒ་བཏབ་པ། ཁོ་རང་རྒྱབ་ལ་སྒ་བཏབ་པ་གམ་གཡིས་ཁ་རེད་ཟེར་ན་ཁོ་རང་ཁ་བཀལ་དགོས་ཟེར་གི་ཡོད་རེད། ཁ་བཀལ་ས་འགྲོ་གི་ཡོད་མ་རེད། ད་སྒོ་ཕྱུགས་གཡུང་ལ་ཕབ་རྗེས་དུས་ཡུན་གང་འཚམས་ཟིག་སོང་རྗེས་དངོས་གནས་བཤད་ན་ཆ་རྐྱེན་ངེས་ཅན་ཅིག་མེད་ན། ད་ཁོ་རང་ཨ་ཟོ་འགྱིང་ན་རྒྱབ་ལ་དགའ་བལྟས་ཟེར་ཡ་ཡིན་དགའ་གང་ལ་ཨ་ཟོ་ཁུར་ཁུར་བོ་བཀལ་ཡ་དེ། སྟོབས་པོ་བཀལ་ཡ་དེ་ཡོང་གི་མ་རེད། འབྲོང་གི་གཡུན་ཐོག་གི་དུས་སྐབས་ཀྱི་རི་ཐོག་དང་སྒོ་ཤུལ་གཉིས་ཀྱི་བར་མཚམས་ཏེ་འབྲོང་གི་རྒྱབ་ལ་ཞེན་ཞིག་རྩིག་པ་ཅུང་ཟད་བཏུབ་པ་ཙམ་ལས་ལྷས་ར་ནང་བརྒྱུད་ཀྱི་གདོང་ལ་གཏོགས་ནས་འོ་མ་འཐུང་བ་སོགས་བྱེད་ཐུབ་ཀྱི་མེད། འོན་ཀྱང་སྒོ་ཤུལ་གྱི་དུས་སྐབས་ལ་སྣ་ལ་ཤིས་བཅུས་པ་དང་རྒྱབ་ལ་སྒ་གཏད་པ། སྒ་ཐུག་ཁང་འགེལ་བ་སོགས་བྱེད་ཐུབ་ཀྱི་ཡོད། འོ་ན་ད་རེས་སྒོ་ཤུལ་གྱི་དུས་སྐབས་ལ་ཁྱད་ཆོས་ཅི་འདྲ་ཡོད་ཀྱི་རེད་ཟེར་ན།
བཞི་བ། ཤ་ལ་ཤ་ཡི་ལྷུ་ལག་བྲལ་བ། བཞི་བ་ཙམ་མ་ཟོས། ཤ་དེ་ཚོ་འུ་ཟོན་གྱི་ནི་ད་གི་ད་ཁོ་རང་གི་ཤ་དེའི་ལྷུ་ལག་བྲལ་གི་རེད། དེ་ངོ་ནས་བཤད་ན་དགོ་བཤིག་གི་དུས་སྐབས་ཀྱི་རིག་པ་ཞིག་རེད། ཨ་ད་བཤིག་སོང་ན་ཁོ་རང་ནང་ཁྲོལ་ནང་ཁྲོལ་ས་ལེན། ཤ་ཤ་ཟ་ལན་རི་ཀོ་རི་ཀོ་ཟ་ནས་ལྷ་ལག་སྤྲོད་རྗེས་དེ་འདྲ་བྱེད་གི་ཨོ་རེད་བ། ཨོ་དེ་ལ་ཨ་ཟུང་གྱིས་ན་ཤ་ཡི་ལྷ་ལག་བྲལ་བ་ཟེར་ཏེ། དམིགས་བསིག་གི་ཨ་ཟུང་གྱིས་ན་ད་དགོ་བཤིག་གི་སྐབས་ཀྱི་དུས་སྐབས་ཤིག་རེད་དེ་ནས་ང་བ་དེས་ལུས་ཀྱི་རྩི་བ་འབྲེག་པ། ད་དགོ་བཤིག་གི་སྐབས་སུ་ཁ་རེ་རེ་བྱས་དུས་ད་གོ་དགོ་བཤིག་ཚགས་འདི་ཙམ་པ་འབྲུ་ར་གཡག་དུ་སོགས་ཀྱི་རྩི་བ་དུ་སོགས་འབྲེག་གི་རེད་བ། སྲིད་པ་གྲགས་ཀྱི་དེ་སྒྲ་དཀར་བཟོ་དགོས་རེད་ཐག་བཟོ་དགོས་རེད་ཐག་འཐག་དགོས་རེད་དེ་ཚོ་ཆ་ཚང་གཅིག་ཨི་བཟོ་གྱི་འདུག་སྒོ་ཕྱུགས་ཀྱི་ཨི་བཟོ་གྱི་འདུག་རྩིད་པ་དང་ཁུ་ལུ་སྒང་ནས་ཡོང་གི་ཡོད་རེད་དེ་ཚོ་འབྲོང་དང་འབྲོང་ཚ་གི་སྒང་ནས་ཁུ་ལུ་འབྲེག་ཟེར་ཡ་གི་ཐ་སྙད་དེ་འཇིག་གི་མ་རེད་ཁོ་རང་ད་སྐྱུག་གྱི་ཟས་ཀྱི་དོག་སྣ་མ་གཏོགས་ཡོང་གི་ཡོད་མ་རེད་འོ་ཡ་རྩིད་པ་འབྲེག་པ་ཚོས་ལུས་ཀྱི་སྲིད་པ་བཟློག་པ་དེ་ནས་དྲུག་པ་དེ་གཞིས་ཀྱི་དབུ་མ་མཐོང་བ།

སྐབས་འདི་དུས་བརྩམས་པ་དག་ཁ་སེམས་འོ་དག་ཟུང་གིས་ནི་ཤ་ཁྲག་སྲིའི་དུད་འགྲོའི་དོན་གྱི་འོ་བཞོ་ལྷུང་བའི་རྨ་བྱའི་དོན་གྱི་ཟས་དེ་འདྲ་གི་ཟུང་གིས་འགྲོགས་པའི་སྐད་ཆ་དེའི་ནང་ལ་ག་རེ་ཟེར་གི་རེད་ཟེར་ན། ད་ཤ་དང་ཁྲག་སྲིན་ནོར་གྱི་དུད་འགྲོ་དེ་ཐམས་ཅད་ཀྱི་སྒང་སྨོན་ལམ་རྒྱབ་གི་ཡོད་རེད། དེ་ནས་ཤུ་དང་འོ་མ་འཐུང་བ་གི་ད་མ་འབྲི་འབྲི་གི་ཟུང་སྒང་དེ་སྨོན་ལམ་རྒྱབ་གི་ཡོད་རེད། རྒྱུ་མཚན་ག་རེ་ཟེར་དུས་བརྩམས་པ་མ་གཞི་ནས་ར་ད་འོ་མ་འདི་འགྲོ་བ་མིའི་རིགས་ཀྱི་ཁ་ནང་ལ་སོང་བ་དང་མཉམ་དུ་ད་སྒོ་ཕྱུགས་ད་ཟུང་གིས་ནི་འགྲོ་བ་མིའི་རིགས་བར་དེ་ད་བརྩེ་དུང་ཡོང་གི་ཡོད།

སྡོང་སྲུང་གི་ཆོ་ག། སྡོང་སྲུང་གི་ཆོ་ག་དེ་ད་ངོ་ནས་བཤད་ན་གནའ་བོའི་ཕྱུགས་ལས་ཀྱི་དམིགས་སྲེག་གི་ཆོ་ག་ཞིག་རེད། ཨ་དེ་གཡག་གལ་ཏེ་གཡག་ཅིག་ཡིན་པའི་དབང་དུ་ད་གཡག་དེ་སྡོང་སྲུང་བྱེད་དགོས་ཀྱི་ཡོད་ན། ད་ཨང་དང་པོ་གཡག་དེ་ལ་ཁྲི་ཆེ་ཁྲི་ཆེ་དཀར་པོ་ད་དེ་སོགས་ཀྱི་གཟུགས་པོ་དེ་གཙང་དག་བྱེད། ཆོ་ག་ཡག་པོ་ཆིག་སྒྲིལ་གཙང་དག་བྱས། དེའི་སྐབས་ལ་ཁར་ཟས་ནི་ད། ཚལ་ལ་སོགས་པ་ས་དམར་པོ་ཞིག་ཡོད། ས་དམར་པོ་དེའི་གཟུགས་པོའི་སྒང་ལ། གཡང་དྲུང་འདྲ་འདྲ་ཡང་འདྲ་བོ་ཉི་ཟླ་འདྲ་བ་འདྲ་བོ་དེ་འདྲ་བྱས། དེའི་ཕྱིས་སུ་ཁར་ཟས་ནི་ཁོ་ར་ད་སྨུག་པ་སྒང་ལ་མར་བརྒྱབ། འོ་དེ་འདྲ་བྱས་རྗེས་ད། སེམས་ཅན་དེའི་དྲིན་དྲན་དགོས། ད་ཁོས་འདི་ཤ་ཟས་པ་ཡིན་ཁྲག་འཐུང་བ་ཡིན་འོ་མ་འཐུང་བ་ཡིན་དེའི་སྟབས་ཀྱིས་ད་འདི་དྲིན་ཆེན་པོ་ཡིན། དྲིན་ལན་མཚོན་ཕྱིར་ལ་ད་གདོང་གསུངས་ཟེར་བ་འདི་འདྲ། ད་གཟུགས་ཡག་ཡིན་ན། ཞོ་ཕུག་ཞོ་མོ་གི་ཆོ་ག་ཟིག་ལུག་ཡིན་ན། ད་གཟུགས་དུམ་བུ་དུམ་མོ་གི་ཆོ་ག་ཟིག་དེ་འདྲ་ཆོ་ག་དམིགས་བསལ་བ་ཅི་ཡོང་གི་ཡོད། དེ་མི་སྲིད་ད་རུང་དང་ར་ཡིན་ཚུལ་གྱི་རྒྱུད་ན་ཡང་དེ་འདྲ་གི་གཟུགས་གདོང་གསུངས་གི་ཆོ་ག་དེ་ཡོད་རེད། ཁོ་ར་ཡིན་ན་ར་གི་བསྟོད་པ་ཆ་ཚང་ཅིག། ཨ་ཁོ་རང་གཟུགས་སི་ཁ་ཡིན་ན་སི་ཁ་གི་བསྟོད་པ་ཟེར་བ་ཟེར་གི་རེད་བ་བསྟོད་པ་ཁྱད་ཆེ་ཅིག་རྔ་མ་ཡིན་ན་རྔ་མ་གི་གཟུགས་བསྟོད་པ་ཆ་ཚང་ཅིག་འོ་དེ་འདྲ་གི་ཤིག་ལུས་གི་དམིགས་སྲིད་གི་གཟུངས་ཀྱི་ན་ད།

ལྷའི་རྭ་བསལ་ཏེ་ད་སྒོ་བཤིག་སྟེ། འདི་སྦྱོང་བྱེད་ཀྱི་ཚད་ངེས་ཅན་ལ་ཐོན་པའི་རྟགས་ཤིག་རེད་ད། དོན་ཡིག་ཆ་གི་ནང་ན་ཡང་ལྷའི་རྭ་བསལ་གི་ཐ་སྙད་དེ་ཡོང་གི་ཡོད་རེད་ད། ང་ཚོ་ཁ་དུས་གཅིག་ནས་ད་བཤིག་ལ་ལྷའི་རྭ་བརྒྱབ་པ་ཡིན་ན། དེའི་སྲིད་དུས་བརྩམས་པ་ནི་ད་ང་ཚོ་རྒྱལ་རབས་ལོ་རྒྱུས་ལ་སོགས་པ་དེའི་ནང་ན་གསལ་བོ་ཞིག་ཡོང་གི་ཡོད་མ་ལྷའི་རྭ་བརྒྱབ་པ་འདི་རིགས་པ་ཅིག་རེད། ལྷའི་རྭ་བརྒྱབ་ཚར་དུས་བརྩམས་པ་ནི་དེའི་ནང་ལ་གདངས་ཡོད་རེད། ཐག་པ། དེ་ཚོ་ཐག་པའི་སྒང་ལ་དག་གི་ཡོད་རེད་བ། དེ་མིན་ལ་ད་འབྲོག་ལས་ཀྱི་ཐ་སྙད་ཀྱི་ནང་ནས་གདང་ཟེར་གི་རེད། གདང་དེ་ཐག་པ་ཟེར་གི་རེད། ཐག་པ་རང་པོ་ཞིག་འདི་འདྲ་དེ་ཅིག་ཕུར་བ་ཅིག་བརྡབས་འདི་ཕུར་བ་བརྡབས་ཞེས་འདི་འདྲ་བྱེད་ཀྱི་འདི་འདྲ་བྱེད་དེའི་སྒང་ལ་སྒོ་ཕྱུགས་རེ་རེ་རེ་རེ་རེ་དག་གི་རེད། འདི་འདི་དག་དག་དེ་མིན་ལ་གདང་ཟེར་གི། ལྷས་ར། འོ་ད་འདི་རེད། ལྷས་ཨུ་ཟོན་གྱི་གཡོན་གྱི་ལྷས་ར་ཅིག་བ། ལྷས་ར་གི་ནང་འཇུག་ཐུབ་ཀྱི་ཡོད་རེད། སྤྱིར་བཏང་ཡིན་ན་ད་འབྲོང་ད། འབྲོང་ཚ་གཅིག། ད་ལྷས་རག་གི་ནང་གཅིག་ཡོད་དེ་དཀའ་ལས་ཁ་པོ་གཞན་སྣང་ཡོད་རོ། དེ་སྤྱིར་བཏང་གོ་བཤིག་ཆག་ཚ་དུས་བརྩམས་པ་ནི། ད་ཁོ་རང་ང་ཚོ་དེའི་ནང་ལྷས་ཀྱི་ནང་གཅིག་གི་རེད། ལྷས་ཀྱི་ནང་གཅིག་པ་ཙམ་མ་ཟོས། ཁྱད་ཆེ་བརྒྱད་པ་དེ་ལྷས་ཀྱི་སྡང་ལ་ཐོགས་པ། ཐག་པའི་སྒང་ལ་ད་བུག་གཅིག་ཡིན་ན་ཡང་ཁོ་རང་བཏགས་ཐུབ་གི་རེད། ནོར་འདོགས་དགོས་ར་མ་འདོགས་དགོས་ལུག་འདོགས་དགོས། འདོགས་ཟེར་བ་དེ་ག་རེ་ཟེར་ན་ལུག་ཟེར་བ་དེ་གདངས་ཟེར་བ་དེ་ཚོ་ད་འབྲོག་ལུག་གི་མིག་ཟུག་གི་ཐ་སྙད་རེད། བྱས་ཙང་ད་ཁྱད་ཆོས་འདི་འདྲ་བརྒྱད་ཀྱི་སྒོ་ནས་ད་ང་ཚོ་བོད་རྒྱའི་གནའ་རབས་ཀྱི་མིའུ་ཐམས་ཅད་ཀྱི་བློ་གྲོས་ཀྱི་རྩལ་ལ་བརྟེན་ཏེ་ད་ང་ཚོ་དགོ་བཤིག་འདི་སྦྱོང་དེ་ཤི་བ་རེད་འདི་སྦྱོང་ཤི་དུས་རྩམ་པ་ད་འབྲོང་དེ་ཐོག་དང་པོ་རི་དྭགས་ཡིན་པ་གང་ཞིག་ལ་ལོ་མང་པོ་ཞིག་ལ་རི་དྭགས་རྒྱབ་རྗེས་ངེས་མེད་དུ་དེའི་ཤ་ཟས་ཁྲག་འཐུང་འོ་འདི་འདྲ་བྱས་རྗེས་ད་ཡོང་བདག་གི་དུས་སྐབས་དེ་ག་ཟིག་སླེབས་འདོད་སྲིད། ད་ཡོང་བདག་གི་དུས་སྐབས་དེ་ག་རེ་ཟེར་ན་འོ་མ་མཐོང་ཐུབ་གི་མི་འདུག་སྲིད་ལྷའི་རྭ་གི་ནང་འཇུག་ཐུབ་གི་མི་འདུག་གདང་ལ་གཏག་ཐུབ་གི་མི་འདུག་སྲིད་ཡོད་ན་ཡང་ག་རེ་བྱེད་གི་འདུག་སྲིད་དུས་བསམ་པ་རྒྱབ་ལ་ཞོན་ཡ་འདྲ་བོ། དེའི་སྒང་ནས་རྩི་པགས་ཤུགས་ཆེན་པོ་བོ་དགོས་ནས་རྩི་པགས་དེ་ཚོ་ལྟོགས་ཡ་འདྲའོ། འོ་ད་ནང་བཞིན་གྱིས་ཁོ་རང་གིས་ཨེ་ཟོན་གྱིས་ན་ད་རག་ད་དེ་ཚོ་བྱེད་ཡ་འདྲའོ། དེ་འདྲ་གི་གཡུང་བདག་གི་དུས་སྐབས་སུ་ཡང་རིམ་པས་བརྒྱུད་འདུག། ད་གཡུང་བདག་གི་དུས་སྐབས་དེ་བརྒྱུད་རྗེས་དུས་ངེས་ཅན་ཟིག་སླེབས་ན་སྒོ་བཤིག་གི་དུས་སྐབས་སླེབས་འདུག་སྒོ་བཤིག་གི་དུས་སྐབས་དེ་ད་ད་འབྲུ་ཟླ་གཡག་ཟླ་བེའུ་བདག་དང་ཁྱད་ཆོས་དམིགས་བསལ་བ་མང་པོ་ཟིག་ཡོང་འདུག་མ་ཟད་དེ་ཚོ་ཆ་ཚང་སྤྱིར་བསྡོམས་བྱས་ན་ད་གོ་ཞིག་ལ་ངས་ད་ལྟ་གོང་ནས་བཤད་པ་བཞིན་ཁྱད་ཆོས་བརྒྱད་ཡོད་རེད་ཁྱད་ཆོས་བརྒྱད་པོ་འདི་ཚང་སོང་ན་ད་གཟོད་དེའི་མིང་ལ་ད་གོ་ཞིག་ཟེར་གི་ཡོད་རེད་གོ་ཞིག་ཟེར་ན་རྗེས་གྲུབ་དོན་ལྡན་གྱི་མིང་དེ་འབྲོག་པའི་སྦྲ་དཀར་དང་ཁ་འབྲལ་དུ་མེད་པ་གི་ཞིག་སོགས་དེ་ལ་གོ་ཞིག་ཟེར་གི་ཡོད་རེད།
འབྲོང་རྒས་སྒོ་བཤུས་ལ་ཕྱག་འཚལ་རྗེས་སྒོ་བཤུས་བཤས་ནས་ཤ་ཁྲག་བསལ་བ་དང་སྤོབས་པ་ཤིས་ནས་གྱོན་ཕྱེད་བཟོ་བ་རྩིད་པ་བཀྲལ་ནས་སྦྲ་དཀར་བཟོ་བ་འབྲུ་བཞི་ནས་འོ་མ་འཐུང་བ་ལྷས་ར་ལ་འཇུས་ཀྱིས་གདོང་ལ་གཏོགས་ཏེ་ཤེལ་གསིལ་གྱི་འབྲོག་ལས་སྤེལ་གྱི་ཡོད། རྣམ་ལྷན་གྱི་སྐུ་ཁམས་བཟང། ད་དེ་ནས་ང་ཚོ་དེ་རིང་འབྲོང་གི་ལྷོ་ནུས་ཁོར་ཡུག་དང།